ཐེངས་འདིའི་ལས་རིམ་ལ་བོད་རྒྱལ་ཡོངས་རྩེད་རིགས་ཚོགས་ཆུང་གི་ངོ་བོ་དང་དགོས་པ་སོགས་ལ་བགྲོ་གླེང་ཁག་ཅིག་བྱེད་ཀྱི་ཡིན། དེ་རིང་གི་བགྲོ་གླེང་ལས་རིམ་ལ་བཀའ་མོལ་གནང་མཁན་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལྷན་ཁང་གི་དྲུང་ཆེ་དང་བོད་རྒྱལ་ཡོངས་རྩེད་རིགས་ཚོགས་ཆུང་གི་ཚོགས་གཙོ་གཅིག་ལྕོགས་དཔལ་ལྡན་དངོས་དཔལ་ལྡན་དོན་གྲུབ་ལགས་དང། དེ་ག་ནང་བཞིན་བོད་རྒྱལ་ཡོངས་རྩེད་རིགས་ཚོགས་ཆུང་གི་འགན་འཛིན་བསྟན་འཛིན་རིན་ཆེན་རྣམ་གཉིས་ཕེབས་ཡོད། རྣམ་པ་གཉིས་དེ་རིང་གི་སྒྲུབ་ལུང་ལས་རང་ཕེབས་བར་བཀའ་དྲིན་ཆེ་ཞུ་བ་དང་ཆབས་ཅིག་ད་ལྟ་ནི་དང་པོ་དེ་ལ་ད་འཕྲོད་བསྟན་གྲོང་ཁྱེར་གྱི་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་ལྷག་པར་དུ་ང་ཚོ་རྒྱང་ཕྲན་ཁང་གཅིག་རྒྱང་སྲིང་ཁང་ཕེབས་ཡོད་འདུག་གོ་སྐབས་རེ་དེ་དཀོན་པོ་རེ་ནི་དེ་རིང་གྲོང་ཁྱེར་ང་ཚོ་རྒྱང་སྲིང་ཁང་ཕེབས་བའི་ནི་གཅིག་གོ་སྐབས་འདི་དམ་འཛིན་གྱིས་ནི་སྔོན་ལ་ང་ཚོ་བོད་རྒྱལ་ཡོངས་རྩེད་རིགས་ཚོགས་ཆུང་གི་སྐོར་དེ་ང་ཚོ་བཅར་འདྲི་མ་ཞུས་གོང་ཨ་ནི་ད་ད་ལྟ་གཅིག་རྒྱལ་པོས་འབྲུག་གསུམ་གྱི་བུས་པ་བརྫངས་ཤོས་ཀྱི་ཚོགས་ཁོ་ན་ཨ་ནི་ནད་ཡམས་ཀྱི་ནད་དང་དེ་ག་འདྲ་འདྲ་བྱེད་དེའི་སྐོར་གྱི་དྲི་བ་གཉིས་གསུམ་ཅིག་ཅིག་ཡོད་ཨ་ནི་དང་པོ་དེ་ལ་ད་ཐོག་མ་རྒྱ་ནག་གི་ཝུ་ཧན་གྲོང་ཁྱེར་ནས་འཛམ་གླིང་ཡིད་དབང་འཁྱལ་བའི་ནད་ཡམས་འདི་དག་ཨ་རི་དང་ནུབ་ཕྱོགས་འཛམ་གླིང་ག་ས་ག་ན་ད་འཇོམས་འགྲོ་གི་ཡོད་ཨ་རེད་ད་ཅིག་རྒྱལ་པོས་འབྲུག་གསུམ་གྱི་བུས་པ་བརྫངས་ཤོས་བས་ཀྱི་ཚོགས་ནང་གི་ནད་ཡམས་འདི་དག་ནད་དང་འགོ་འཇོམས་གི་ཡོད་པ་ནད་དང་དུག་ག་འདྲ་འདྲ་ཅིག་ཡོད།
ལའོ་རྡོ་རྗེ་སེམས་ལ་བཀྲ་ཤིས་བདེ་ལེགས། ད་ད་འདི་ཆ་ལ་དང་འདས་པའི་ལོ་གཉིས་གསུམ་ཕྱི་ནང་ལ་ང་ཚོ་བཙན་བྱོལ་བོད་མི་ཙམ་མ་རེད། འཛམ་གླིང་མི་ཚང་མ་ནས་ཏོག་དབྱིབས་གཉན་རིམས་བཅོས་སྐུལ་དཀའ་ངལ་ཆེན་པོ་ཞུ་བཞིན་འཕྲད་པ་རེད། ཨ་ནི་རྦ་རླབས་དང་པོ་དང་གཉིས་པ་ཞེས་ཀྱིན་ད་གསུམ་པ་ནི་མ་ཨ་ནི་ཅིག་གི་ངོ་ཁབ་རྒྱབ་ཡ་ད་དེའི་གི་རྐྱེན་བྱས་ཀྱི་ད་འདས་ཆ་ལ་ཡིན་ན་བཙན་བྱོལ་བོད་མི་ཁ་ཚིག་ང་ད་བ་ནས་ཐོན་ཡོང་པའི་སྐབས་ལ་ཡིན་ན། བ་ཡོད་ད་རྒྱ་གར་ནང་ལོག་ལ་ནད་པ་གཅིག་ཡང་མེད། གཅིག་ཡང་མེད་ཚང་མ་ཚང་རྒྱ་རེད་བྱས་ཙང་དེ་འདྲའི་གི་ད་ཡང་ཉི་མ་ཁ་ཤས་ཁ་ཤས་ནང་ལ་ཡང་རྐང་གཅིག་གཉིས་སླེབས་གི་ཡོད་པ་ཟེར་འགྲོ་ཡང་ཉི་མ་ཁ་ཤས་ནང་ལ་གྲགས་འགྲོ་ངེས་ཟེར་འགྲོ་དེ་འདྲའི་མ་གཏོགས་པའི་ད་ད་ལྟའི་ཆ་ལ་དེ་འདྲའི་གི་རྐང་ཆེན་པོ་གང་ཡང་མེད། ད་ལྟའི་ཆ་འཛམ་གླིང་ཡུལ་གྲུ་གང་སར་གཅིག་ཐག་ཁབ་བདེ་ལྷེབ་ཚར་བའི་རྗེས་ལ་རྒྱ་གར་ལ་ཁབ་བདེ་ལྷེབ་བསྡད་ཡོད་རེད་ཅེས་ཁབ་མགོ་ཁབ་བདེ་དང་པོ་གཉིས་པ་གསུམ་པ་བཞི་པ་དང་འདྲ་ཐ་རྒྱ་ཡ་ཐ་ཤལ་རིམ་པས་རིམ་པས་ཡོད་རེད། གཅིག་བོད་པ་བཙན་བྱོལ་སྤྱི་ཚོགས་ན་སྤྱི་ཡོངས་ཀྱི་ཆ་ནས་མགོ་ཁབ་བརྒྱབ་ཟིན་པ་དེ་བརྒྱ་ཆ་ག་ཚོད་ཟིན་གྱི་རེད། ད་ད་ལྟ་རྒྱ་གར་དེ་ལོག་ཁག་བྱས་པ་འདྲ་བྱས་ན་བརྒྱ་ཆ་དགུ་བཅུ་གོ་གཉིས་སུ་ང་ཚོ་ཁབ་དང་པོ་གཉིས་པ་གསུམ་པ་སོགས་བརྒྱབ་ཚར་བ་རེད། ཨ་ནས་བལ་ཡུལ་གྱི་རྩིས་གཞི་འདི་བོད་ཆས་བརྒྱ་ཆ་བརྒྱ་ཅུ་གྱ་གྲངས་ཁབ་བརྒྱབ་ཚར་བ་རེད་ད་དངོས་གནས་བྱས་ན་དགུ་བཅུ་གོ་གྲངས་སླེབས་ཀྱི་ཡོད་ས་རེད་ཡིན་ནའི་ད་ང་ཚོ་གྲངས་ཐོ་སྦྱོར་ཡ་དེ་གས་དེ་ཏག་ཏག་ཅིག་སྦྱོར་ཐུབ་ཀྱི་མེད་པ་སོང་ཙང་ཨ་ས་ཁ་ཚིན་ཕལ་ཆེར་ད་བར་ཁ་ཤས་དངོས་ནས་བརྒྱ་ཅུ་གྱ་གྲངས་ནང་ལོགས་ལ་ཡ་བརྒྱབ་ཟིན་པ་རེད་བྱས་ཙང་ཁབ་ཀྱི་གནས་སྟངས་དེ་ན་དང་པོ་གཉིས་པ་གསུམ་པ། ཨ་ནི་པུའུ་ལོ་ཆུང་བ་བཅུ་བདུན་ཡལ་འདབ་བཅུ་གསུམ་ཡལ་འདབ་ལ་ཡལ་བྱོལ་བ་དེ་སྐད་དེ་བྱས་ཀྱི་ན་ང་ཚོས་རྒྱ་གར་ནང་ན་ད་བརྒྱ་ཆ་དགུ་བཅུ་གོ་གཉིས་སུ་ཁ་བརྒྱབ་ཚར་བ་རེད། ད་ད་ལྟ་བར་དུ་ཅིག་ད་བོད་པ་ཙམ་ཞུ་བའི་སྤྱི་ཚོགས་ནང་ནས་ཅིག་ད་དོགས་ཡུམ་ནད་དུག་ཕོག་ནས་ནི་འདས་གྲོངས་སུ་ཕྱིན་པ་ད་ག་ཚོད་སྲིད་བར་དེ་ཅིག་མི་འབོར་དང་བསྡུར་ན་བརྒྱ་ཆ་ཅིག་མཐོ་དམན་དེ་ག་འདྲ་རེད། ལ་རེད་ད་རྩ་བའི་དགྲ་བོ་བྱས་པ་འདྲ་བྱས་ན་ད་གྲོངས་ཟིན་པ་དེ་བརྒྱ་དང་བདུན་ཅུ་དོན་གྲངས་ཤིག་བྱུང་བ་རེད། ཨ་ནེ་ན་བ་དེ་ཨ་ད་དགུ་སྟོང་ཚ་སི་ད་ཁྲི་གཅིག་མ་སེམས་སི་གཅིག་ང་ཚོ་བོད་པའི་སྤྱི་ཚོགས་ནང་ན་ཡོད་རེད་རྒྱ་གར་དང་བ་ཡུལ་གཉིས་རེད་ད་དེ་དྲུག་གི་གྲངས་ཐོ་དེ་ང་ཚོ་ལ་འབྱོར་ཐུབ་གི་ཡོད་མ་རེད་དེ་གི་ན་ད་བ་ཡུལ་དང་རྒྱ་གར་གཉིས་ནང་ལ་ད་མི་ཁྲི། ཅེག་མ་སེམས་ནས Masems ན་བའི་ནང་ནས་ཨ་ནི་བརྒྱ་དང་དོན་བཅུ་དག་ནང་སོ་གྲོངས་པ་རེད་ད་འདི་བརྒྱ་ཆ་ལ་མ་དཔག་པ་འདྲ་བྱས་ན་བརྒྱ་ཆ་གཅིག་དང་ཚ་ཨ་ནི་གྲངས་ཆུང Guess ཅིག་དེ་འདྲས་ཀྱི་གནས་སྟངས་ཆགས་འདུག་གདོ། ད་དེ་ཚོ་གཅིག་དུས་ཧཧཧ་ལེ་བའི་ཉུང་ཉུང་རེད་གཅིག་རྒྱལ་ཁབ་དང་རྒྱ་གར་དང་ཨ་རི་དང་ད་དེ་ཚོ་བསྡུར་ན་ཧ་ལེ་ཉུང་ཉུང་རེད་ད་ཡིན་ན་གཅིག་ཚན་རིག་པ་དང་སྨན་པ་མང་པོ་གཅིག་གི་ཡང་དགུན་ཁ་ལྷེབ་ཡོང་དུས་ནད་ལོང་དུ་བསྐྱར་དུ་ལོག་ཡོང་ཡང་དེ་འདྲའི་ཉེན་ཁ་འདུག་ཟེར་གྱི་འདུག་ཨ་ནེ་ཅི་དེ་འདྲའི་ཅི་སྔོན་འགོག་གི་ཆེད་དུ་ཅི་གྲ་སྒྲིག་གི་ཆེད་དུ་ཅི་འཕྲོད་བསྟེན་ལས་ཁུངས་ཀྱི་ངོས་ནས་ཅི་གྲ་སྒྲིག་ར་འཆར་གཞི་ར་དེ་ཚོ་ཅི་འཆར་འགོད་ག་རེ་ག་རེ་གནང་གི་ཡོད། ལ་རས་དང།
རྩ་བའི་ད་ལྟའི་ཏོག་དབྱིབས་གཉན་རིམས་བཅུ་དགུ་འདི་འཛམ་བུ་གླིང་ནས་རྩ་བ་ཉིད་ནས་མེད་པ་ཆགས་ཡ་ཡིན་པ་བཟོ་གྲོགས་ཀྱིས་ང་ཚོ་མཐོང་གི་མི་འདུག་དེ་ཁོ་གཅིག་གི་ན་ཡང་གྲ་ཨན་གཟུགས་པོ་གི་ཟུང་འཇུག་ཡག་པོ་ཡོད་པ་དང་ཨན་གཅིག་ན་ཚ་ཞིམ་པ་མེད་པ་འདྲ་བྱས་ན་ཁོ

དེ་འབྲེལ་གྱི་གྲ་སྒྲིག་དེ་སྟབས་བདེ་བའི་ལོ་གཉིས་ལྷག་ནང་ལ། ལས་ཀ་དེ་བྱས་བྱས་ཉེས་ཀྱི་རྟགས་ཚང་མ་ལ་ཡང་གོམས་པ་ཡིན་པ་སོང་ཙང་མ་འོངས་པ་ལ་ཡང་དེ་འབྲེལ་གྱི་དཀའ་ངལ་ཤུགས་ཆེ་ཅིག་སླེབས་པ་འདྲ་བྱས་ན་ང་ཚོ་སྤྱི་ཚོགས་ནང་དཀའ་ངལ་གལ་ཕྲིགས་མ་རེད་སེམས་གི་འདུག། ད་ཡིན་ན་ཅིག་རྒྱ་གར་ཡིན་ན་རེད་ཅིག་ད་བོད་པའི་སྤྱི་ཚོགས་ནང་ད་མདོ་ཡིན་ན་ཅིག་ང་ཅིག་ད་དྲུག་པའི་ནང་རྒྱ་གར་དུ་བ་ཅིག་ཕྱིན་པ་ཡིན། ཡིན་ན་ཅིག་འཛེམ་ཟོན་བྱེད་ཡར་དེ་ཧ་ལེ་བས་ཅིག་ད་མདོ་ཡིན་ན་ཅིག་དོགས་ཟོན་འདྲ་འཛེམ་ཟོན་འདྲ་དེ་བྱེད་གི་མི་འདུག་ཅིག་དེ་འདྲ་གི་ངོ་ནས་ཡང་བོད་པ་ངོ་ནས་ཅིག་ནད་ཡམས་ད་ལྟ་མགོ་འཇོམ་བསྡད་ཡོད་ན་འཛེམ་ཟོན་མ་བྱེད་པ་འདི་གི་ཡང་ཅིག་བསྐྱར་ལངས་བྱེད་ཡ་དེ་འདྲ་གི་ཉེན་ཁ་མཐོང་གི་འདུག་གས། རེད་ད་ད་ལྟ་བྱས་ལ་འཛམ་བུ་གླིང་ནང་ལ་ཨོ་མི་ཀི་རོན་འགྲོ་བསྡད་ཀྱི་ཡོད་རེད་དེའི་ཆེད་ལ་ཡང་ངོ་བོ་འགྱུར་ཅན་ག་འདྲ་ཅིག་སླེབས་འགྲོ་ཡོད་ན་གང་ལྟ་ཨ་ཁོ། ནད་གཞི་འདི་ད་ངོ་བོ་འགྱུར་གི་འགྱུར་གི་འགྱུར་གི་མ་འདྲ་མ་འདྲ་སླེབས་ཀྱི་ཡོད་དུས་སླེབས་ཡ་གི་ཉེན་ཁ་དེ་བརྒྱ་ཆ་དེ་ཐོབ་ཡོད་ཡོད་པར་བ། ད་ཡིན་ནའི་ང་ཚོའི་རྒྱ་གར་དང་ཨ་ནེ་གཞིས་ཆགས་ཁག་ལ་ད་ཅིག་མི་འདུག་ལབ་དུས་ག་ལ་སྣང་མེད་ཤོར་ཡ་འདི་ད་རང་བཞིན་འགྲོ་བཞི་རེད་ད་ང་ཚོའི་བོད་པའི་གཞིས་ཀ་ནང་ལོག་ལ་ཅིག་སྐྱིད་བོ་ཡོད་དུས་སྐབས་ལ་ད་ང་ཚོའི་འཆི་བའི་ལས་དོན་ཚང་མ་དེས་སྣང་མེད་ཤོར་འགྲོ་ཡ་ཅིག་ཁོ་བོས་མི་ཡི་གི་རང་བཞིན་ནང་ལ་བསྡུ་བ། ཏན་ཏན་དེ། ཅིག་ཁ་རས་གོན་ཡ་རས་ལག་པར་ཡང་སི་ཡང་སི་ད་ཡིན་ནའི་ལག་པ་ཡང་སི་ཡང་སི་འཁྲུ་ཡ་ལ་ཡི་ཏེ་ད་ད་རིང་སང་ཉིན་ཕལ་ཆེར་གི་གནང་འདེགས་འདུག་ད་ཡིན་ན་ཁ་རས་གོན་ཡ་ལ་ཡིན་ཏེ་ད་མང་པོ་ཅིག་ལ་འདི་བདེ་བོ་མི་འདུག་སི་བྱེད་ཀྱིན་ཆོས་མཁན་ཉུང་ཉུང་མ་གཏོགས་ཡོང་གི་མི་འདུག་ཨ། བྱས་ཙང་དེ་གའི་དེའི་རྩ་བའི་ཆ་ནས་གལ་ཆེན་པོ་ཞུགས་ཅིག་རེད། དེ་གལ་ཆེན་པོ་ཞུགས་ཅིག་ཡིན་པ་སོང་ཙང་ད་ཅིག་གི། ལྷག་པར་དུ་དགུན་ཁ་སླེབས་རན་པས་དུས་ཚོད་དང། ཨན་ཅིག་གནམ་གཤིས་འགྱུར་ལྡོག་ཆེན་པོ་འགྲོ་བའི་སྐབས་འདི་བར་ལ་ཁ་རས་ཆོད་ཡ་དང་ལག་པ་ཡང་སེར་ཡང་སེར་འཁྲུ་ཡ་དེ་གལ་དཔེ་གལ་ཆེན་པོ་རེད་ཟེར་གི་འདུག། ལ་སི་ཏྲ་ལགས་སུ་ད་ལྟ་ཀྱི་བོད་རྒྱ་ཡོང་བ་དེ་ཨ་ནི་རྩེད་རིགས་ཚོགས་ཆུང་གི་ནས་དགོས་པ་དང་མི་ཡུལ་དང་ཚོགས་ཆུང་གི་མགོ་བོ་སོགས་ལ་ཨ་ནི་འགྲོ་ལངས་རིམ་པ་གཉིས་པ་དེ་བྱེད་ཀྱི་ཡིན་དེ་ནི་དེ་རིང་གི་ད་ལྟའི་ང་སོ་བོད་རྒྱ་ཡོང་རྩེད་རིགས་ཚོགས་ཆུང་གི་ནས་འགན་འཛིན་བསྟན་འཛིན་རིན་ཆེན་ལགས་ད་དང་པོ་དེ་ལ་བོད་རྒྱ་ཡོང་ཚོགས་ཆུང་ཟེར་ཡ་འདི། ག་རེ་རེད་ཨ་ནི་ཚོགས་པ་འདི་གི་དམིགས་ཡུལ་དེ་ག་རེ་རེད། བོད་ཀྱི་ཡུན་ཚིག་ཚོགས་པ་དེ་ཐོག་མ་ཇོ་ཚིང་ལགས་ཀྱི་རྒྱལ་ཡུམ་ཆེན་མོའི་དྲིན་དེ་གི་འགྲན་བསྡུར་དེ་འགོ་བཙུགས་གནང་ལ་གྱེར་པ་ཞིག་གི་ཕྱིས་སུ་ད་རྙོག་དྲ་ཞིག་ཡར་མར་བྱུང་རྗེས་ཡང། གོ་སྒྲིག་བྱེད་ཐུབ་མི་འདུག་ཨ་ནི་དགུ་བཅུ་ཚ་གྲངས་ལ་ནི་ཕྱི་རྒྱལ་ཁག་ནས་ང་ཚོ་ལ་བོད་པ་ལ་ནི་རྐང་རྩེད་སྤོ་ལོ་ཐོག་ནས་ང་ཚོ་ལ་གོ་སྐབས་མང་པོ་ཅིག་རག་དུས་ཡིན་ནས་ང་ཚོ་བཙན་བྱོལ་གནམ་ལོ་ལ་བོད་པ teams ལ་ནི་དམིགས་བསལ་དང་ནི་ཚོགས་པ་དེ་ཚོ་མེད་ཡོད་མ་རེད་དེ་དུས་དགུ་བཅུ་ཨ་ནི་ཨམ་ཆིག་ཚུ་བེམ་ལགས་ཀྱི་དགོངས་པ་བཞེས་བྱས་ཨ་ནི། ཐོག་མ། ཉིས་སྟོང་གཉིས་ལ་ནི་བོད་རྒྱལ་ཡོངས་རྩེད་རིགས་ཚོགས་པ་ནི་རྒྱ་གར་གཞུང་ནང་ལོགས་ལ་དེབ་སྐྱེལ་བྱས། ནི། བོད་རྒྱལ་ཡོངས་རྩེད་རིགས་ཚོགས་པ་ལ་ནི་ཕྱི་རྒྱལ་ནས་རོགས་དངུལ་རག་གི་དེབ་སྐྱེལ་དང་དེ་ཚོ་ཚང་མ་བྱས་བྱས་སྟབས་གཙོ་བོ་དམིགས་ཡུལ་དེ་ང་ཚོ་གི་གཞོན་སྐྱེས་ལ་རྩེད་མོ་བརྒྱུད་ནས་ད Platform སྤྲད་ཡ་གཅིག་བྱས། རྩ་དོན་ང་ལ་བཤད་པ་ནང་དུ་རྩེད་མོ་བརྒྱུད་ནས་ང་ཚོ་གི་བོད་པ་གི་རིག་གཞུང་དང་ཆོས་དེ་ཚོ་ཚང་མ་ཁྱབ་བསྒྲགས་བྱས་ཡ་དེ་ཚོ་དམིགས་ཡུལ་ཐོག་མ་འགོ་བཙུགས་དུས་བདག་རང་རེད། ད་ད་ལྟ་ཡང་ང་ཚོས་མུ་མཐུད་ནས་དེ་རིགས་ལ་ལས་ཀ་བྱེད་ཅེས་ད་ལྟ་དམིགས་ཡུལ་དེ་རྒྱ་ཆེར་བཏང་གིས་ད་ལྟ་ང་ཚོས་ལས་ཀ་བྱས་དང་བྱེད་བཞིན་པར་འགྲོ་ཞིང།
ཀོང་ཀྲོང་ཆུས་ལ་ད་ད་ལྟ་ཅི་བོད་རྒྱལ་ཡོངས་རྩེད་རིགས་ཚོགས་ཆུང་ཟེར་ཡ་འདི་སྒེར་གྱི་སྒེར་ངོས་ངོས་ནས་འཛིན་སྐྱོང་བྱེད་ཡོད་ཚོགས་པ་ཅིག་རེད་བལ་ཡུལ་བོད་མིའི་སྒྲིག་འཛུགས་ཀྱི་ཁྱབ་ཁོངས་ལ་གཏོགས་པའི་གཞུང་འབྲེལ་གྱི་ཚོགས་པ་ཅིག་རེད་དེ་ནི་འདི་གཅིག་ལྷག་པོར་དེ་ནི་འཕྲོད་བསྟེན་ལས་ཁུངས་དང་འབྲེལ་བ་ག་རེ་ཡོད་རེད། རྡོ་རྗེ་ལགས་ད། ད་ལྟ་བསྟན་འཛིན་རིན་ཆེན་ལགས་ཀྱི་བཀའ་གནང་བ་ནང་བཞིན་བྱས་ཅི་ནས་ཚོགས་པ་འདི་ཐོག་མར་བཙུགས་པ་ནས་མི་སྒེར་པ་གཅིག་གིས་བཙུགས་པ་ནས་ཅེས་ད་འགྱུར་ལྡོག་མང་པོ་གཅིག་དང་སྡེ་ཚན་མང་པོ་གཅིག་ལ་ཡང་རྩིས་སྤྲད་ནས་ཡོང་པ་རེད་ད་མཐའ་མའི་བརྒྱུད་རིམ་འདི་བུ་ཕྲུག་ཁྱིམ་སྡེའི་ངོས་ནས་ཡང་ཚོགས་པ་འདི་ད་རང་སྐྱོང་གི་ཚོགས་པ་གཞུང་འབྲེལ་མ་ཡིན་པའི་ཚོགས་པ་གཅིག་གི་ངོ་བོ་ཆ་ཚང་བསྒྲུབས་ནས་ཨ་ནེ་བཀའ་ཤག་ལ་ཡང་རྩིས་བཞེས་རོགས་བྱས་ད་ཐེངས་མང་པོ་ཞུ་བཞག། སྐབས་སྔོན་མའི་བཀའ་ཤག་གི་ངོས་ནས་དང་ལྷག་པར་དུ་དཔལ་ལྡན་སྲིད་སྐྱོང་ངོས་ནས་དགོངས་པ་བཞེས་རྗེས་ད་འདི་རྩིས་ལེན་གྱི་ཡིན་ཞེས་རྩིས་ལེན་པ་འདི་འཕྲོད་བསྟེན་གྱི་ལས་ཀའི་ངོ་བོ་དང་ཡོངས་སུ་མཐུན་པ་འདུག་བྱས་ཙང་ད་འཕྲོད་བསྟེན་གྱི་ང་ཚོའི་སྔོན་འགོག་གི་ནང་ལོགས་ལ་ཅིག་ལུས་རྩལ་རྩེ་ཡག་དང་ནི་ང་ཚོའི་ཅིག་ཡོ་ག་རྩེ་ཡག་དང་གཞས་འཁྲབ་ཡག་དང་དེ་གའི་འདི་ཆ་ཚང་སྔོན་མ་ནས་ཡོད་བསྡད་པ་ཅིག་རེད། དེའི་སྒང་ལ་ད་རིང་སང་ཉིན་ད་ང་ཚོ་བཙན་བྱོལ་སྤྱི་ཚོགས་འདི་དཔལ་འབྱོར་ཡར་རྒྱས་འགྲོ་བའི་སྐབས་ལ་ཡང། ལུས་ཀྱི་ན་ཚ་དེ་འགྱུར་བ་ཐེབས་འགྲོ་གི་ཡོད་དུས་སྔོན་མ་ཡིན་ན་ཀྲི་བིའི་ན་ཚ་ད་ཅི་ཞིག་ཅིག་ཟེར་ཡག་གི་འདི་གི་དེ་ད་ཅིག་མང་པོ་ཞིག་ཡོད་པ་བྱས་ད་དེ་ཉུང་དུ་ཕྱིན་པའི་སྐབས་ལ་ཡང་ད་རིང་སང་ཉིན་ཁྲག་ཤེད་དང་གཅིན་སྙི་དང་བཤད་ཅིང་སྟེ་སྦྱོར་ལྡན་གྱི་ན་ཚ་དེ་གའི་དེ་མང་དུ་སླེབས་ད་དེ་གའི་དེ་ཞལ་ལག་ཡག་པོ་ཆོད་ཨེ་ནས་གཟུགས་པོ་འགུལ་སྐྱོག་མ་ཐེབས་པའི་དབང་གིས་ཡིན་དུས་ང་ཚོའི་ངོས་ནས་རྩེད་མོ་དང་གཞས་ཞབས་བྲོ་དང་རྫུན་པ་འདི་སྐད་དེ་ད་ཤུགས་ཆེན་པོ་སྤྱི་ཚོགས་ནང་ལ་ཡ་ཁྱབ་སྤེལ་བཏང་བའི་དུས་ཚོད་དང་སྟབས་བསྟུན་བྱས་ནས་ནི་རྒྱལ་ཡོངས་རྩེད་རིགས་ཚོགས་པ་དང་ང་ཚོ་ལས་ཀའི་ངོ་བོ་སྔོན་འགོག་གི་ལས་གཞིའི་ངོ་བོ་ཐོག་ལ་ཡ་མཐུན་པ་སོང་ཙང་འཕྲོད་བསྟེན་ལས་ཁུངས་ཁྱབ་ཁོངས་ནང་ལ་བཅུག་ཡོད་རེད་བཤད་ཀྱི་ནི་དེ་བཅུག་ན་ཡ་དེ་བཀའ་ཤག་སྐབས་གོང་མའི་གི་དགོངས་པ་བཞེས་ཀྱི་ནི་བཅུག་རྒྱུ་རེད། ད་དེ་ནས་བསྟན་འཛིན་རིན་ཆེན་ལགས་ད་ཅིག་བོད་རྒྱལ་ཡོངས་རྩེད་རིགས་ཚོགས་ཆུང་ཟེར་ཚོགས་པ་ཅིག་ཡོད་པ་ཡིན་ན་ཚོགས་པ་དེ་མཐུན་རྐྱེན་མ་མཐའ་ཡང་དཔེ་དང་གཞི་རྩའི་མཐུན་རྐྱེན་གཅིག་དཔེར་ན་ཆ་བཞག་ན། རྩེད་ཐང། ཚོགས་ཁང། སྦྱོང་བརྡར་ཁང། དག་སྣང་ཞིང་དགེ་རྒན་འདྲ་དེ་འདྲ་འདྲ་ད་ཅི་མེད་བར་རྩེད་རིགས་ཚོགས་ཆུང། ཚོགས་པ་གཅིག་དཔེ་དེ་འཛིན་སྐྱོང་བྱེད་གནས་མི་འདུག་ཐུག་གི་མ་རེད། དེ་འདྲ་སོང་ས་ཀྱི་རྣམ་པ་བཟོ། རྩེད་ཐང། ཚོགས་ཁང། སྦྱོང་བརྡར་ཁང་དེ་ནས་དགེ་རྒན་ཚོ་གི་ཆ་རྐྱེན་དེ། ད་ལྟའི་ཆ་ག་ག་རེ་ཡོད། ང་ཉིས་སྟོང་ཉི་ཤུ་གི་སྤྱི་ཟླ་བཞི་བ་ལ་ནི་ད་བོད་ལྗོངས་རྩེ་རིགས་ཚོགས་པའི་དགེ་རྒན་དེ་ལས་ཀ་འགོ་བཙུགས་རོགས། ནི། ལོ་དང་པོ་དེ་ང་ཚོ་གི་ད་ནད་ཡམས་ཞེས་ཀྱི་ལས་ཀ་དམིགས་བསལ་གྱི་གལ་ཆེ་རག་ཡོད་མ་རེད། ད་ང་ཚོ་བོད་སྐྱོང་ཚིག་གཙོ་བོ་ད་ལྟ་རྡོ་ཆེ་ལགས་ཀྱི་གསུང་བ་ན་ཞེས་རེད། ང་ཚོ་གི་འཕྲོད་བསྟེན་ལས་ཁུངས་ལ་ཡ་ཁུངས་ལ་ཡ་ཞུས་ཀྱི་འཕྲོད་བསྟེན་ལས་ཁུངས་ནས་ང་ཚོ་དེར་དོན་ལ་ས་ཅིག་ང་ཚོ་གོ་གི་འདུག་བཙལ་ཐང་བཟོས་ལ། ད་དེ་ཉི་མ་གསུམ་ཞེས་སོང་ཡོད་ལ་གྲུབ་ཚར་བ་རེད་བཙལ་མོ་བཙལ་ཐང་བཟོས་ཀྱི་ར་ད་ད་ང་ཚོ་གི་ཐེངས་དང་པོ་གོམ་པ་རྒྱབ་གི་ཡོད་དུས་ང་ཚོ་གི་ས་ཆ square feet སྟོང་ཕྲག་བཅོ་ལྔ་འགྲོ་ཅིག

བོད་རྒྱལ་ཡོངས་རྩེད་རིགས་ཚོགས་ཆུང་གཟི་བདུད་ཅེ་ཡིན་གཅིག་མི་ཡུལ་གཅིག་གངས་རྩེད་པོ་རུ་ར་ལག་རྩེད་པོ་ལུ་གཉིས་ཀ་གཅིག་པོ་ག་ཡིན་གྱི་མ་རེད་བསམ་གི་འདུག་དེ་གཅིག་ལྷག་པར་དུ་རྒྱལ་ཁབ་ནི་སོ་སོ་བའི་གཅིག་དང་རྩེད་རིགས་དེ་ཚོགས་ཆུང་དང་དེ་ནས་རྒྱལ་ཁབ་སོ་སོའི་ཨོ་ལིམ་ཕིག་གི་དཔེ་དེ་རྩེད་རིགས་ཚོགས་ཆུང་དེ་འདྲ་ཡོད་བ་རེད་ད་དེ་འདྲ་མེད་བ་ཡིན་ན་གཅིག་ད་བོད་མིའི་སྒྲིག་འཛུགས་ཀྱི་ཁྱབ་ཁོངས་ན་ཡོད་བོད་རྒྱལ་ཡོངས་རྩེད་རིགས་ཚོགས་ཆུང་བ་ནི་རྩེད་མའི་རྣམ་གྲངས་དེ་ག་ཚོད་སུ་ཡོད་ད་ལྟའི་ཆ། ད་དོན་དུ་ཆགས་ལ། དེ་སྔ་ནས་ཡོང་བཞིན་པ་ཅིག་རྐང་རྩེད་སྤོ་ལོ་རྩེ་ཡ་དེ་ཡོད་ཡོད་པ་བྱས། དེའི་སྒང་ལ་ད་ད་ལྟ་རྒྱལ་ཡོངས། བོད་རྒྱལ་ཡོངས་རྩེད་རིགས་ཚོགས་པ་འཕྲོད་བསྟེན་ཁྱབ་ཁོངས་སླེབས་ཡོད་དུས། ད་ང་ཚོའི་བོད་མིའི་སྒྲིག་འཛུགས་ཀྱི་ནང་ལོགས་ལ། ཨ་ནེ་སིལ་སྤོལ་ཞེས Basket Ball། དེ་ད་ལས་བྱེད་ནང་སྒོ་སྤུ་ད་བུ་མོ་བུ། ད་བུ་མོ་ད་འགྲན་བསྡུར་སྔོན་མ་ཡིན་ན་ཐེངས་གཅིག་བྱེད་ཀྱི་ཡོད་རེད། ད་དབྱར་ཁ་ཅིག་དང། སྟོན་ཀ་གཅིག་བྱས་ཏེ་འཕྲོད་བསྟེན་ལས་ཁུངས་ཀྱི་ད་གཟོད་བལྟས་ཀྱིན་ད་དེའི་འགན་དེ་ག་གུ་ཚེ་རིག་ཚེ་རིང་གིས་དགོས་ཀྱི་བྱེད་ཀྱི་རེད་པ་ག་ཚང་གིས་ཁེལ་བ་རེད་ཨ་ནི་ང་ཚོས་ལས་བྱེད་མཉམ་དུ་མཉམ་སྤྱོད་བྱས་ད་མ་འོངས་པ་ལ་ད་གོ་མཐུན་རྐྱེན་དང་དཔལ་འབྱོར་གྱི་ད་ངན་བྱུང་སོང་ན་ཨ་ནི་ཚེ་རིག་གཞན་པ་གཞན་པ་གཅིག་བོ་ལི་བོལ་ཟེར་སོ་འགྲོ་ཧོ་ཀི་ཟེར་སོ་འགྲོ་ཁི་རི་ཁིར་ཟེར་སོ་འགྲོ་དེ་གས་ཚེ་རིག་ཚང་མས་ཀྱི་ནང་ལོགས་ལ་ང་ཚོའི་གི་ལོ་གཞོན་པའི་ནང་ལོགས་ལ་རྩལ་མཐོན་པོ་ཡོད་མཁན་གྱི་མི་སྣ་བསྐྲུན་ཡག་གི་ཆེད་དུ་ལས་ཀ་བྱེད་ཐུབ་ཀྱི་རེད་བསམ་གི་འདུག་ཡིན་ནས་ད་ལྟའི་ཆ་ལ་དཔལ་འབྱོར་དང་མི་སྣ་དང་གང་ཅིའི་ཐད་ནས་གོ་ཆུང་ཆུང་ཅིག་མ་གཏོགས་མེད་དུས་ཨ་ནི་ཆུང་ཆུང་འདི་ལ་དཔག་པའི་རྐང་རྩེད་སྤོ་ལོ་དང་སིལ་སྤོལ་ཙམ་མ་གཏོགས་གོམ་པ་གཞན་པ་བརྒྱབ་ཐུབ་ཀྱི་ཡོད་མ་རེད་ད་ཡིན་ནས་མ་འོངས་པའི་དམིགས་ཡུལ་ན་ཡོད་རེད་ཟེར་ན་དམིགས་ཡུལ་ན་ལ་ད་རྒྱ་ཡེ་ཆེན་པོ་འདུག་ཁོ་རང་ད་བསྟན་འཛིན་རིན་ཆེན་ལགས་དང་ལས་ཀ་བྱེད་མཁན་ཚོ་ཕལ་ཆེར་མ་སོང་རྒྱལ་སྤྱིའི་གི

གྱི་རྡ་རམ་ས་ལ་ར་ཇི་ཏཱ་ས་གནས་ཁག་གཅིག་ཡང་མིན་པ་དེ་དག་རྒྱ་གར་དང་བལ་ཡུལ་ར་དོ་ཨ་ཀྱི་བོད་པ་བཙན་བྱོལ་སྤྱི་ཚོགས་ཡོངས་རྫོགས་ཨ་ནེ་ཙེ་རིག་གི་ཚོགས་པ་འདི་ཚོ་གཅིག་ཁྱབ་ཐུབ་ཀི་ཡོད་ན་མེད་ན་དེ་ནི་ལྷག་པར་དུ་བོད་རྒྱལ་ཡོངས་ཙེ་རིག་ཚོགས་ཆུང་གི་ཨ་ནེ་ཕོ་མོ་གཉིས་ཆ་གི་བེད་དུ་ཕོ་མོ་འདྲ་མཉམ་གི་ཨ་ནེ་གོ་སྐབས་བཀྲ་ཡོད་དེ་གནད་འགག་ཆེ་ཆུང་ག་ཚོད་སུ་འཛིན་གི་ཡོད།

བཅུ་བཞི་བཅོ་ལྔ་ཟིན་ཨ་ནི་ད་བོད་རྒྱང་ཚིག་ཚོགས་པ་དེ་བོད་མིའི་སྒང་ལ་ལས་ཀ་བྱས་ཤུགས་ཆེན་པོ་ཞིག་འགོ་བཙུགས་གནང་བར་ད་དམིགས་བསལ་གྱི་ད་ལྟ་རང་ཚོ TNC Toronto Chapter ཡོད་ལ་ལོ་ཟླ་རེ་ཞིག་གཅིག་སྒྲིལ་སྐབས་དེ་འགོ་བཙུགས་གནང་དགོས་རེད་ཉིས་སྟོང་བཅུ་བདུན་ནས་འགོ་བཙུགས་གནང་བ་རེད་དེ་ཡང་ཚོ་གི་ད Toronto ནང་ལོ་ལ་བོད་པ་ཡོངས་ལ་ཨ་ནི Football Tournament ཅིག་འགོ་བཙུགས་བྱས་དེ་ནང་དངུལ་བསྡུ་རུབ་ག་རེ་བྱུང་བ་ཡིན་པ་ཡིན་ན་དེ་རྒྱ་གར་མ་ང་ཚོ་བོད་རྒྱང་ཚིག་ཚོགས་པ་དང་བྱས་དེ་དམིགས་བསལ་གྱི་བོད་མིའི་གི་རྐང་རྩེད་སྤུ་ལ་རུ་ཁ་ཡར་རྒྱ་ད་ང་ཆེད་དུ

ང་ཚོས་རྩ་དོན་ལ་ཕོན། ཨ་ནི་ང་ཚོ་གི་བཙན་བྱོལ་ན་ལོ་ལྟ་ལོ་དྲུག་ཅུ་རེག་གསུམ་ལྷག་ཕྱིན་ཚར་བ་ར། ང་ཚོ་གི་དངོས་ཡོད་གནས་སྟངས་འདི་ང་ཚོ་གི་དྲ་ཡར་ལ་ལྟ་མ་ཅིག་བཤད་བསྡད་གོ་རེ་ནི། ཕྱི་གི་མི་དེ་ཚོ་ང་ཚོ་བོད་པའི་གཞིས་ཆགས་ན་མ་འཛུལ་ཞེ། བོད་པ་དེ་ཚོ་བཙན་བྱོལ་ན་ག་འདི་འདི་སྐད་དུ་གནས་སྟངས་ག་རེ་རེད་ཤག་ཁ་ལ་ཁར་ཟེར་གི་དུ་ཆོས་དང་རིག་གཞུང་ཚང་མ་གོ་ཚོད་དེ་འདོད་ན་ང་ཚོ་གི་འདི་ཡག་པོ་ཞུ་བྱུང་སོ་ལ་ཁྱོད།
ཀུན་དྲང་ཆེ་ད་ད་འདྲ་ཅིག་བོད་རྒྱལ་ཡོངས་གངས་རྩེད་སྤོ་ལོའི་དེ་འདྲ་ཅིག། ཕྱི་རྒྱལ་དུ་བ་ར་གཅིག་ཐེངས་མ་གཅིག་གཉིས་ཀྱིས་ཕྱིན་པ་དེ་ངས་དྲན་གྱི་འདུག་ཨ་ནི་སྤྱི་ཡོངས་ཀྱི་ཆ་ནས་ཀྱི་རྒྱལ་སྤྱིའི་ཐོག་བ་གཅིག་ཉམས་ཞིག་ཅིག་ར་འདི་འདྲ་ཅིག་ད་ག་ཚོད་ག་ཚོད་སུ་ཡོང་གི་འདུག་ཨ་ནི་ད་ལྟ་བར་དུ་ཅིག་རྒྱལ་སྤྱིའི་ཐོག་བ་ཐེངས་ག་ཚོད་ཞུགས་ཐུབ་ཡོད་རེད། ཨ་མདོའི་ཚེ་ན་ལ་ད་རྩ་བའི་ཀྲི་སི་བྷི་ཨམ་བླ་མཆོག་སྐུ་ཞོགས་དབུ་ཞུགས་པའི་ཐོག་ལ་ཐོག་མར་ཚོགས་པ་དེ་གི་ཨ་ནི་རྒྱ་ཡུམ་ཆེན་མོའི་དྲན་རྟེན་སྐབས་གཅིག་པོ་མ་ཡིན་པའི་ཨ་ནི་ལོ་གཞོན་པ་ཚོ་ད་ཕྱི་རྒྱལ་ཀྱི་རྐང་རྩེད་སྤོ་ལོའི་རུ་ཁག་མཉམ་དུ་རྩེད་མོ་རྩེ་ཡག་དེ་ཡི་གི་ཐུགས་འགན། དགོངས་པ་ལ་འཁོར་བྱས་ནས་ཐོག་མ་ནས་ཀྲི་སི་བྷི་གི་ཐེངས་གཅིག་གཉིས་ཆེ་ཐུགས་སུ་འགྲོ་ཐུབ་པ་བྱུང་ཤག་ཨི་ཏྲ་ལི་དང་དེ་ཚོ། ད་ཕྱིས་སུ། ད་ཕལ་ཆེར་ཐེངས་གསུམ་བཞི་ཅིག་ཡིན་པ་ཡོད་རེད་བ། ཁོ་རང་ཚོ་ཕྱི་རྒྱལ་ཁག་ལ་རྩེད་ཁག་འགྲོ་ཡག་གོ་སྐབས་བྱུང་ཤག། བྱས་ཀྱང་ད་དེའི་གནད་འགག་ཆེན་པོ་ཞུགས་རེད་བསམ་གྱི་འདུག་ད་ད་ལྟ་ཕྱིས་སུ་ད་ནི་ང་ཚོ་རྩིས་ལེན་པ་བྱས་ལ་ད་ད་ལྟ་ཁོ་རང་གི་རྒྱལ་སྤྱིའི་གི་ནང་ལོགས་ལ་པ་ན། ནེའུ་ཡོག་ནེའུ་འཇར་སི་གྲོང་ཁྱེར་ན་ཀམ་ལཱ་བཅས་ནི། ང་ཚོ་གཞན་པ་གཉིས་གསུམ་རེ་བཅས་ཀམ་ཡེ་ཤི་ལ་བཅས་ནི། ཀེ་ན་ཏྲ་ནས་ཆུ་ཁྱི་ལ་ང་ཚོ། ཅིག་དྲ་ཐོག་ནས་ཚོགས་འདུ་ཐེངས་ཁ་ཤས་བྱུང་སྟེ་ད་དེ་གི་དེ། ང་རང་ཚོ་བོད་རིགས་གཅིག་པོ་ནང་ཁུང་ལ་ཡར་བརྩེས་བསྡད་པ་མ་ཡིན་པ། དྲ་ཁ་དེ་ཚོ་དྲང་བསྡམས་བྱས་བྱས་ནས་རྒྱལ་ཁབ་གཞན་པར་མཉམ་དུ་བརྩེ་ཡག་གི། གླེང་སློང་དང་གྲོས་གླེང་མང་པོ་ཞུ་ཡོང་གི་འདུག་ད་ཡིན་ན་ཡང་དེ་བྱས་པ་ལ་དཔལ་འབྱོར་གྱི་རྒྱབ་རྟེན་ཤུགས་ཆེན་པོ་ཞུགས་ཆེ་མགོ་བོ་ཡོད་པ། ད་དེ་བས་ཀྱི་ཉམས་མྱོང། ཨ་ནི་དེ་བས་ཀྱི་ཉམས་མྱོང་ལ་ཡིན་ན། རྩེད་མོ་དེ་འདྲའི་ཐེངས་གཅིག་རྩེ་ག་འགྲོ་དུས་བཀའ་ཤག་གིས་རྒྱབ་སྐྱོར་ཤུགས་ཆེན་པོ་གནང་ཡོད་རེད། བྱས་རྗེས་ནས། ད་དེ་སོ་དྲོ་བོ་གི་ཐབས་ཤེས་ད་ལྟ་ཞུ་བསྡད་ཀྱི་ཡོད། ཞུ་བསྡད་ཡོད་རེད་ལ། ཨ་ནི་གོ་སྐབས་བྱུང་ན། ཨ་ནི་རྩེད་རིགས་ཚོགས་ཆུང་གི་ངོས་ནས། བོད་རྒྱལ་ཡོངས་རྩེད་རིགས་རྐང་མཛོད་སྤོ་ལོ་རུ་ཁག་དེ་བུ་དང་བུ་མོ་གཉིས་ཀྱང་ཡོད་ཡོད་པ་རེད།

ཤུག་ག་རེ་ག་རེ་ཅིག་རྒྱག་དགོས་འོ་དོ་ཨ་ནི་ཁྱེད་རང་ད་ལྟ་དགོངས་ཏེ། རྩེད་མོ་རྒྱུད་ཀྱི་བོད་ཀྱི་ཆབ་སྲིད་ར་དེ་བཟོ་བལ་ཐུ་ཅིག་དྲིལ་བསྒྲགས་བྱེད་ཡ་དེ་འདྲ་ནུས་པ་ཐོན་གི་རེད་ཟེར་གཏན་འདོན་བོད་པའི་ཟ་ཁང་དང་དགོན་པ་ཁག་གི་བལ་ཐུ་རྒྱ་གར་མི་མང་བོད་དོན་དྲིལ་བསྒྲགས་ནུས་པ་ཆེན་པོ་ཞོ་ཅིག་ཐོན་གི་འདུག་ད་རྩེད་རིགས་ཀྱི་ངོ་ནས་ཁྱེད་རང་གི་དེ་འདྲ་ཅིག་ནུས་པ་ཐོན་ཐུབ་ཡ་གར་གར་འདུག།

རྒྱ་གར་གཞུང་ངོས་ནས་ང་ཚོ་བོད་པ་ཁོ་རང་གི་གསུང་ཡ་བྱེད་པ་ན་བརྩད་ཡོད་པ་ཡིན་ན་རྒྱ་གར་གཞུང་ངོས་ནས་ང་ཚོ་མི་སེར་བཟོས་ཏེ་རྒྱ་གར་མི་སེར་བཟོས་ཏེ་ཐོབ་ཐང་འདི་ཚང་མ་སྤྲད་ཡོད་ཡོད་ར། ང་ཚོའི་གི་ཨར་སི་དང་དེབ་སེར་བོ་འདི་གང་ལ་ངའི་སེམས་པ་ད་ལྟ་ནམ་བཟང་ཞིག་ཞུ་ཏག་ཏག་བསྡད་ས་མ་རེད་དོ་ཞེས་ར་དེ་ད་ལྟ། བྱུགས་ཏེ་ནམ་སང་ད་ལྟ་ཉི་མ་ལྟར་ལོ་གཅིག་གཉིས་ནང་ནང་སྒྲུབ་ཐུབ་ས་མ་རེད་དེ་ད་ལྟ་གྲྭ་ལོག་དེ་ལྟར་འགྲོ་དང་འགྲོ་བཞིན་པ་གང་ལ་ཆགས་འདུག་ལ།
འདི་གོང་དུ་ཇི་ལྟར་ད་ལྟ་གོང་དེ་ཁྱེད་རང་ལ་ཇི་ལྟར་གངས་རྩེད་པོ་ལི་རུ་ཁག་ཡིན་ན་ཅིག་ཕུ་དང་བུ་མོ་གཉིས་ཆ་གི་རུ་ཁག་བསྟན་ཡོད་ཟིག་དང་ལྷག་པར་དུ་བུ་མོ་གངས་རྩེད་པོ་ལི་རུ་ཁག་དེ་ཅིག་བརྩེགས་ཡོད་པ་དེ་ངས་ཅིག་མཐོང་མྱོང་ཨ་ནི། བོད་མི་གང་ཚོད་སྤོས་ལོའི་རི་ཁག་དེ་ག་འདྲ་ག་འདྲ་ཡོང་གི་འདུག་ཨ་ནི་ལྷག་པར་དུ་གཅིག་ད་ང་ནོར་གི་མེད་པ་ཡིན་ན་གཅིག་བོད་པའི་དེ་བོད་པའི་བུ་མོ་ནི་གང་ཚོད་སྤོས་ལོའི་རི་ཁག་ཟེར་གཅིག་ཨེ་གཉིས་ཡོད་པ་སོ་ར་གཅིག་གཅིག་ཨ་རིའི་གི་དེ་གཅིག་བུད་མེད་གཅིག་གི་དགེ་རྒན་གཅིག་གི་ཡང་ལོགས་སུ་གཅིག་བཙུགས་བཅས་དེ་འདྲ་འདྲ་གཅིག་དེ་ཡོད་རེད་ཡོད་མ་རེད་གལ་སྲིད་དེ་འདྲ་འདྲ་གཅིག་ཡོད་ཨེ་ན་གཅིག་ནུས་པ་མཉམ་དུ་སྤུངས་བ་དེ་གཉིས་གཅིག་གྱུར་ཡོང་ཨེ་ར་དེ་འདྲ་གཅིག་ད་གཞུང་གི་ངོ་ནས་གཅིག།

ཁྱེད་ཅག་ལས་སྐད་དམིགས་བསལ་གནང་གི་མི་འདུག། ད་འདི་གནང་ཐུབ་ཡ་ཟེར་ཡོད་མ་རེད་མི་སྒེར་བ་གཅིག་དང་ཚོགས་པ་གཅིག་བྱེད་ན་ཁོ་ཚོགས་པ་དེ་སྟོབས་ཆེ་གི་རེད་ལ་ཚོགས་པ་དེའི་ལས་ཀ་དང་ལས་ཀ་བྱེད་མཁན་དང་མང་ང་ཡོད་པ་སོང་ཙང་གོ་སྐབས་ཚེ་ཡག་ཡིན་ན་གོ་སྐབས་ཚེ་ཡག་གི་ནུས་པ་དེ་ཆེད་ཡོད་པ་སོང་ཙང་ཁོ་རང་བཞིན་མེད་བ་སྒེར་བ་དེ་ག་ཚོད་ཅིག་ལ་ཡ་ཚོགས་པ་བཞིན་ཚོགས་པ་ཆེན་པོ་གཅིག་ལ་ཡ། འདོར་དགོས་བྱུང་ན་འདོར་ཐུབ་མ་ད་ག་བ་ཡིན་ན་བྱས་ཙང་ད་ག་ལེ་ག་ལེ་ཨ་ཅག་ལགས་འདི་མཚམས་བཞག་བྱས་ནས་རྒྱལ་ཡོངས་རྩེད་རིགས་ཚོགས་པའི་ཀྱི་རྐང་རྩེད་རུ་ཁག་མ་གཏོགས་ཡོད་མ་རེད་ད་ཡིན་ན་རྐང་རྩེད་རུ་ཁག་འདི་ང་ཚོའི་རུ་ཁག་དེ་ག་འདྲས་རེད་ཟེར་ན། བདམས་པའི་སྐབས་ལ་ཤུགས་ཆེ་རིགས་སློབ་གྲྭ་ཁག་གི་ནང་ལོགས་ལ་ཡར་ད་འཛུལ་བྱས་ནས་ཡིན་ན་ད་སློབ་གྲྭ་ཁག་གི་ནང་ལོགས་ལ་ད་ལྟ་ང་ཚོ་གཅིག་བུ་མེད་ཀྱི་རྐང་རྩེད་སྤོ་ལོ་འདི་ཞུགས་བྱེད་ཀྱི་ཤུགས་རྒྱབ་གནང་གི་མི་འདུག་ད་ང་ཚོའི་སློབ་གྲྭའི་སྐབས་ལ་ཡོད་མ་རེད། ང་ཚོ་སྐབས་ད་ད་ལྟའི་ཆ་ལ་སློབ་གྲྭ་ཁ་ཤས་རེ་ཟུང་གཅིག་ལ་ཡག་པོ་ཡོད་པ་ཞིག་མ་གཏོགས་མང་ཆེ་ལ་ཡང་བུ་མེད། བུ་མོ་ལ་ཡང་རྩེད་མོ་རྩེ་ཡག་གི། བུར་བུར་རྩེ་ཡག་གི། དོ་སྣང་དང་དབྱིངས་ཞེ་ར་མེད་བཟོ་འགྲོ་ཞིག་ད་དེ་ག་ལས་ག་ལས་ད་ད་ནི་གཞི་ནས་ནི་དེས་ཤུགས་ཆེ་རུ་ཆེ་རུ་འགྲོ་གི་ཡོད་པ་བཟོ་འགྲོ་ཞིག་འདུག་ད་རྒྱལ་ཡོངས་རྩེད་རིགས་ཚོགས་པའི་ངོས་ནས་འདིའི་སྐོར་ལ་ཡང། ལུས་རྩལ་དགེ་རྒན་ཚང་མ་ལ་ཡང་འབོད་སྐུལ་ཞུ་ཡག་དང། གནས་སློབ་གྲྭ་ཁག་གི་ནང་ལོགས་ལ་འདི་དར་ཁྱབ་གཏང་ཡག་ལ་ཡང་འབད་བརྩོན་ཞུ་དེ་གུ་རེད། ད་དེ་ནས་བསྟན་འཛིན་རིན་ཆེན་ལ་ལྟ་སྐབས་ཧ་ལམ་དྲི་བ་ཐ་མ་དེ་ཡིན་གྱི་རེད་ད་ང་ཚོ་དུས་དེར་ག་མ་གཉིས་མ་གཏོགས་མི་འདུག་ད་ཐ་མ་དེ་ཡང་ནི་ཁྱེད་རང་གི་ཅིག་བོད་རྒྱལ་ཡོངས་རྩེད་རིགས་ཚོགས་ཆུང་གི་འགན་འཛིན་གི་ངོ་ནས་ད་ཅིག་དེ་རིང་གི་ང་ཚོ་བརྙན་འཕྲིན་ལྟ་མཁན་ཚང་མ་ཅིག་འབོད་སྐུལ་ཡིན་ན་རེད་རྒྱབ་སྐྱོར་ཡིན་ན་དེ་ཁྱེད་རང་ག་རེ་ཞུ་ཡག་རེད། ད།
ང་རང་འགྲོ་ཞིག་ན། ད་ད་ལྟ་ལོ་ཉིས་སར་བདུན་ཡིན་ཡོད་ར། འདི་ལོ་སྐྱེས་མ་མང་ཅིག་གིས་ད་གཞོན་སྐྱེས་འདི་ཚོ་མང་ཅིག་དེ་ཚ་བོད་པའི། བུ་བོད་མི་སྒྲིག་འཛུགས་བྱས། རྩ་དོན་བྱས་དེ་ཚོ་དབྱིངས་བརླག་འགྲོ་གི་རེད་ལབ་ནས་རྔམ་སྒྲ་ཞུ་སྐྱིད་གནང་གི་ཡོད་ར། ཡིན་ནའང་ང་ཚོ་ལོ་ཞེ་བཅུ་ད་ད་ལྟ་སྤྱི་ཚོགས་ནང་ལས་ཀ་དེ་ད་བྱས་ད་བྱས་བྱས་ད་ལོ་གཉིས་ཕྱིན་ཚར་སོང་ཡོད་ར། ང་ཚོ་ལོ་གཞོན་བཅུ་དེ་ཚ་མང་པོ་ཅིག། རྩ་དོན་ལ་དབྱིངས་ཞུ་ངེས་ཡིན་ན་རེད་ལས་ཀ་བྱེད་ངེས་ཡིན་ན་མང་ལ་འགྲོ་དགོས་འདོད་ར་ད་ང་རང་འགྲོ་ཞིག་ན་རྩེད་མོ་གི་ཐོག་ནས། ནས་ལས་ཀ་བྱེད་ཡ་ཤུགས་ཆེན་པོ་ཅིག་འདོད་པ་ཡོད་དེ་མི་མང་ཉུལ་ནས་རྒྱབ་སྐྱོར་ག་རེ་དགོས་ལབ་ན་དངོས་ཡོད་གནས་ཚུལ་དགོས་ཚུལ། ང་ཚོ་བུད་མེད། བོད་རྒྱལ་ཡོངས་རྩིས་ཚོགས་པའི་གི་འཆར་གཞི་དང་བདེན་དོན་ཚང་མ་ང་ཚོ་གི་དྲ་རྒྱ་རེ་ཡིན་ན་རེད་བེབ་སེར་དང་ཕེས་སྦུག་ཚིམ་ཚང་མ་ལ་ང་ཚོ་གི་མ་ཁྱབ་བསྒྲགས་བྱེད་ཀྱི་ཡོད། འདི་ལ་ནི། རྒྱབ་སྐྱོར་བྱེད་རུ་བྱེད་གང་ཅའི་ཐོག་ལ་ཡིན་ན་ཁྱབ་བསྒྲགས་བྱེད་ཡ་ཡིན་ལན་རེད་དངུལ་ཐོག་ལས་ཡིན་ན་རེད་མི་མི་བྱ་ངོ་ནས་ཡིན་ན་རེད་ང་ཚོ་བསམ་འཆར་བཤད་ཡ་ཡིན་ན་རེད་འདི་ག་ལ་ནི། རོགས་པ་ཡག་པོ་བྱེད་རུ་བྱེད་ལན་ཞུ་ཡ་ཡིན།